བར་ཡིན་ངོ་ད་དེ་རིང་ལམ་འཛོལ་གྱི་ཁྲིད་བྱས་ནས་ཨོ་ད་ད་དེ་ཁྲིད་དེ་མང་པོ་ར་བྱུང་སོང་དེ་པ་རུ་སྟེ་གང་ལྟར་ད་དེ་རིང་ཡང་གཅིག་པ་རེ་ད་ལམ་འཛོལ་ཁྲིད་བྱས་ནས་གོ་ཚིག་མི་འདྲ་བ་མ་གཏོགས་ངོ་ཐོག་ཨ་ནི་ཁྱད་གསར་བཤད་བསྡད་པས་ཨ་ནི་རྒྱལ་ཆེན་བླ་རི་དམ་དཔལ་གྱི་གསུང་གིས་བློ་སྦྱོང་ཚིག་བརྒྱད་མ་དང་དག་དོན་གཅིག་པ་ཡིན་པ་རེད། བློ་སྦྱོང་ཟེར་ནས་ལམ་རིམ་རེད། ལམ་རིམ་ཟེར་ནས་ཡང་དེ་ནས་པའི་བློ་སྦྱོང་ལ་བག་གོ་དགོས་ཡ། ཐོག་མཐའ་དེ་འདྲ་ཡིན་པ་རེད། གང་ལྟར། ཤེས་བྱེད་ཀྱི་ཆོས་དེ་ནི་ལམ་འཚོལ་རེད། ལམ་འཚོལ་གྱི་ད་ཁྲིད་བྱེད། ལམ་འཚོལ་ཟེར་ཡ་དེ་ཡང། དང། ལམ་གྱི་གཙོ་བོ་རྣམ་གསུམ་དེ། ཨ་ནི་ངན་སྤྱོད་བྱང་སེམས་ཡང་དག་པའི་ལྟ་བ་གསུམ་པོ་དེ་ཡིན་པ་རེད། དེ་ལ་དེ་ནི་འབྲེལ་པ་སྐྱོན་ནི། ཨ་ནི་ངེས་འབྱུང་གི། དང། ཤོ་ལོ་ཀ། ངེས་འབྱུང་བསྒོམ་པའི་ཚད་ལ་སོགས་པ་དེ་འདྲས་ཀྱི་ཤོ་ལོ་ཀ་དང་དག་སྣང་བཞིན་གྱི་དེ་ནི་བྱང་ཆུབ་ཀྱི་སེམས་སྐོར། དེ་ནས་རྟགས། ནི། དང། བྱེད་སྟངས་དེ། ཡང། ཤོ་ལོ་ཀ། ཁ་བ་ཆེན་པོའི་གསུང་བྱ་བ་གཅིག། བཟོད་ལག་ཏུ་བླངས་བསྡད་པ། བ་ད་ཚིག་ལ་ཕི་ཁའི་ལྟས། བ་ད་དེ་འདྲའི། གཅིག་གི་མདོ་སྔགས་ཀྱི། དར། བླ་མའི། གང་ལྟར། ཉམས་ལེན་གང་དང་གང་བསྣམས་པ་ཡིན་ན་ཡང་གཙོ་བོ་གཙོ། དེ་ཡང། པའི། དེ་ཙམ་གྱིས་དེ་ནི། རྒྱུ་བསྐྱེད་པ་ཙམ་དང་ངེས་འབྱུང། ཁོ་ན་གྱིས་ཡང་དེ་ནི་པའི། ཡང་འཁོར་བ་ལས་ཐར་མ་ཐུབ་པ་སྟོང་ཉིད་དུ་བ་དང་དེ་འདྲ་ལ་བརྟེན་ནས་ཨ་ནི་བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཡུལ་དད་པ་སྟེ། ཨ་ནི་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུམ་པོ་དེ་ཐིམ་གྱིས་བརྟེན་བཞག་པ་སྟེ། འོ་ད་དེ་ལ་ཡང་དེ་ནི་པའི་ལམ་རྫུན་རྣམ་གསུམ་དུ་བྱས་ནས། ད་དུ་བྱས་ད་དེ་ནས། གསུམ་གྱིས་ཁྲིད་དེ་མ་བུའི་སྔོན་ལ། ཁལ་ས་ད་ལྟ། མི་ཤེས། རིན་པོ་ཆེན་གྱིས། བྱང་ཆུབ་སེམས་དཔའི། ལྔ་བརྒྱ་ནོར་བུའི་ཕྲེང་བ་ཟེར་ཡང་དེ། དུས་རྒྱུན་བདེ་བར་གསུང་གི་ཡོན་སྲུང་དུ་བྱས་ཙང་དེ་ཡོད་དུས་ད་དེའི་བྱིན་རླབས་ཀྱིས་ཅིག། ནས་ནི་ལུང་ཅིག་བྱེད་རོགས་ཞེས་བྱས་ནས། ཕལ་ཆེར་རེ་སྐུལ་གནང་འདུག་བྱས་ཙང་ད་ནི་རླབས་ཆེ་ནོར་བུའི་ཕྲེང་བ་འདི། ད་པད་མཉམ་མེད་ཇོ་བོ་རྗེས་ཀྱིས་མཛད་བྱ་བ། ད་པད་མཉམ་མེད་ཇོ་བོ་རྗེ་དེ་ཡང། ཨེ་སྐྱབས་རྡོ་བྱང་གི་སྐུའི་འཁྲུངས་རབས་ཀྱི་ནང་ལོགས་ལས་ཡོད་བསྡད་པ། ད་ལྟ་ང་ཡང་དེའི་གི་སྐྱེད་འབྲེལ་དུ་གཏོགས་པ་ཅིག་ཡིན་པ་ཡིན་དུས་ད་དེ་བྱིན་རླབས་ཀྱི་ཚུལ་དུ་ཕུལ་ཨ་ཆེན།

རྟག་ཏུ་དད་པ་བརྟན་པར་བྱ། ཁྲོ་དང་ང་རྒྱལ་ཆོམ་ཆ་བཞིན་དམན་པའི་སེམས་དང་ལྡན་པར་བྱ། ལོག་པའི་ཚོར་བ་སྤང་བྱ་ཞིང་ཆོས། དང། དེའི་གི། རླབས་ཀྱི་ནོར་བུའི་ཕྲེང་བས་གི། དང། ལུང། བུས་སྒྲུབ་པར་བྱེད། དེ་འདྲ་ཡིན། དང། དེ་ནས་དེའི་ཞུགས་ལ་ཡང། དང། ལམ་ཚུལ་ཁྲིད་ཡིན་པ་དང་ལམ་ཚུལ་གྱི་ཆ་བེ་དེ་ཡང།

འོ་ད་དེ་ནི་རང་གི་དེ་ནི་པའི་བླ་མའི་གི་ཨ་ནི་རྗེས་སུ་འབྲངས་པ་ཡིན་ཏེ། བླ་མའི་གི་དེ་ནི་པའི་དགོངས་པ་དང་མཐུན་པར་བྱས་ནས་ཨ་ནི་ཉམས་ལེན་གནང་བ་ཡིན་པ། ཕྱིན་བཅུ་དེ་ནི་པའི་འདུས་བྱས་ལ་ཡེ་ནས་ཡང་དེ་དང་དེ་གི་སྲོལ་འཇིག་པའི་གི་ཡག་པོ་ཡོད་དེ་པ་དེ་ཨ་ནི། ང་རང་ཚོ་གི་པའི་ཞེས། གལ་ཆེན་པོ་ལས་བརྩིས་ནས་ཕི་གས་ཉམས་སུ་ལེན་དགོས་པ་ཡིན་པ་དེ་ཡང་བསྟན་པ། དག་ན་བཞིན་གྱིས་དེ་ནི། ཅེས། རྩོམ་པའི་བར་ཆད་ཞི་བའི་ཆེད་དུ་དེ་ནི་པའི་བླ་མ་ལ་བསྟོད་སྦྱང་མཛད་པ། དང། འོ་ད་དེ་འདྲའི་ཅིག་གི་ཐོག་ནས། ཡང་ནི་རྗེ་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་ཅེས་ནས་ལུས་ངག་ཡིད་གསུམ་གྱི་སྒོ་ནས་དག་ཕྱག་འཚལ་བ་བཅས་ནི། འོ་ད་ཡིན་པ་རེད་དག་དོན་དག་དེ། དག་ན་བཞིན་གྱིས་དེ་ནི། རྩོམ་པ་མཐར་ཕྱིན་པ་དང། རྩོམ་པ་ལ་དེ་ནི་པའི་བར་ཆད་མ་ཡོང་བའི་ཆེད་དུ་ཡང། བླ་མ་ལ་དེ་ནི་པའི་ཕྱག་འཚལ་ནས་གསོལ་བ་བཏབ་པ་ཡིན་པ་རེད། ད་ནང་བཞིན་གྱི་ང་རང་ཚོའི་ཅིག་གི་ད། སེམས་ཀྱི་ནང་ལོགས་ལ་ཡ། གས་ཞོག་གི་ཅིག་གི་གཞི་རྩ་འདྲ་པོ་ཅིག། ཅིག་གི་དགེ་བའི་ལས་བྱེད་ཡག་གི་གཞི་རྩ་འདྲ་པོ་ཅིག་པའི་གས་སེམས་ཀྱི་ནང་ལོགས་འཁོར་ཐུབ་ཡ་དེ། བླ་མ་དམ་པའི་གི་བཀའ་དྲིན་དུ་བརྟེན་ནས་བྱུང་བ་ཡིན་དུས། བླ་མེད་ཀྱི་བཀའ་དྲིན་འདི་ཡང་ནས་ཡང་དུ་དྲན་དགོས་ཧ་ཅིག། སོ་སོའི་ཆོས་བཤད་པས་ཡིན་ནའི་རེད། སོ་སོའི་གི་ཆོས་ཉམས་ལེན་བྱས་པས་ག་དུས་ཡིན་ནའི་རེད་ཆོས་ཉན་པས་ག་དུས་ཡིན་ནའི་རེད། ག་དུས་ཡིན་ནས་ཡང། བླ་མའི་བཀའ་དྲིན་དྲན་དགོས་ཧ་དེ་གལ་ཆེན་པོ་ཡིན་འདས་པ། རང་གི་བཀའ་དྲིན་གསུམ་ལྡན་གྱི་བླ་མ་དེ། ཧེ་ནི་བས་གལ་ཆེན་པོ་ཆེར་འཛིན་ནས་དེ་ཡི་བཀའ་དྲིན་དྲན་དགོས་ཀུ་རེ་བྱས་ནས་དེ་ཡང། ཡང་ཤུགས་ལ་བརྟེན་གྱི་བརྟེན་གྱི་ཡོད་ཧ་རེ་བྱས་བཤད་ནས་ཡང་ཕན་ཐོགས་འདུག་གོ། ད་དེ་ལས་ཡག་དེ་ནས། ལུས་ངག་ཡིད་གསུམ་གྱི་དག་ཆགས་ཡོང་གི་ཡོད་རེད་མོད་དུས་རྒྱུན་ང་རང་ཚོ་ཕྱག་དེ་ལས་ཡང་ལུས་ངག་ཡིད་གསུམ་གྱི་ཕྱག་ཅན་ད་ད་ལྟ་འདིའི་ཁ་ཐུག་དེ་ལས་གཅིག་པ་རེད་ལུས་ངག་ཡིད་གསུམ་གྱི་སྒོ་ནས་ཕྱག་འཚལ་བ་རེད། ཕྱག་འཚལ་ཡ་དེ་སྤྱི་བཏང་ང་རང་ཚོ་བས་ཅིག་ད་ག་ཚོད་སྐོར་ཅིག་གི་ལུགས་སྲོལ་ཡིན་པའི་རྒྱུ་མཚན་གྱི་ཐོག་ནས་བོད་པའི་ལུགས་སྲོལ་རེད་བསམ་བསམ་རེད་མོད་དེ་འདྲའི་གི་རྒྱུ་མཚན་གྱི་ཐོག་ནས་ཕྱག་འཚལ་བ་མ་ཡིན་པ། ཕྱག་འཚལ་ཡ་དེ་ཡང་གཙོ་བོ་གཙོ་བོ་སྟེ་རང་གི་བུ་སྐད་ཅིག་ཕྱག་འཚལ་འཚལ་གྱི་ཡུལ་ཏེ། རང་ལས་ཁྱད་པར་དུ་འཕགས་པ་ཡིན་ཏེ་བས་དེའི་ཡོན་ཏན་དེ་མཐོང་བའི་ཐོག་ནས་ཨ་ནི་དད་པ་དང་དང་བ་འདྲེན་པའི་ཐོག་ནས་ཕྱག་འཚལ་བ་ཡིན་ན་ནི་ལུས་ངག་ཡིད་གསུམ་གྱི་ཕྱག་དེ་སྤུའི་དག་པ་ཅིག་ཡོང་གི་ཡོད་རེད་དེ་མ་གཏོགས་བུ་སྐད་ཕྱི་ཡི་རྣམ་པ་དེ་ཕྱག་འཚལ་བའི་རྣམ་པ་མ་གཏོགས། དེང་གི་ཕྱག་འཚལ་བ་ཅིག་བུ་སྐད་རེད། མཚན་ཉིད་དང་ལྡན་པ་ཞིག་ཁག་པོ་རེད་བྱས་ཚར་བསྡད་ཡོད་འདུག་དེ་འདྲའི་བོད་སྐད་མཚན་ཉིད་དང་ལྡན་པ་ཡོང་ཡ་དེ་ང་རང་ཚོ་ཕྱག་འཚལ་སའི་ཡུལ་འདི་གི་ཡོན་ཏན་ལ་བརྟེན་ནས་དད་པ་དང་བ་འདྲེན་པའི་ཐོག་ནས་ཕྱག་འཚལ་དགོས་ཡ་ད་གལ་ཆེན་པོ་ཡིན་པ་རེད། ད་དུང་ཕྱག་འཚལ་ནས་གང་ལྟར་ང་རང་ཚོའི་བོད་སྐད་ལུས་ཀྱི་ཐོ་ཤོའི་མགོ་རེད། ཨེ་དེ། རང་གི་བླ་མ་ཡིན་ནི་རེད་ད། བཤེས་གཉེན་བསྟེན་ས་དེ་གི། ཨེ་ནི། སྐུའི་གི། མ་ཞོའི། ཞབས་ལ་དེ་ནི་ཕྱག་འཚལ་བ་རེད། གང་ལྟར་ད། ཕྱག་འཚལ་ཡ་དེ་དེ་འདྲི་བྱས་ནི་ཕྱག་འཚལ་གི་ཡོད་རེད། ཨོ་ད་དུ། ཕྱག་འཚལ་ནི་གང་ལྟར། རང་གི་ང་རྒྱལ་བཅག། ང་རྒྱལ་བཅག་པའི་ཐོག་ནས། ཨེ་ནི། དེ་དང་དེ་གི། ཕྱག་འཚལ་སའི་ཡུལ་དེ་ལ། ཨེ་ནི། ཡོན་ཏན་ཐོག་ནས་དེ་གི་ཡོན་ཏན་དེ། ཨེ་ནི་སོ་སོའི་བི་གའི་འདོད་པ་ཅན་ནི། དེ་འབྲེལ་གྱི་ཡོན་ཏན་དེ་སོ་སོ་རུ་ཡོང་བར་ཤོག་དེ་གནང་རོགས་གནང་ཟེར་ནས་ཨ་ནི་བླ་མ་ལ་གུས་པའི་སྒོ་ནས་ཕྱག་འཚལ་ཡ་ཅིག་ཨོ་ད་དེ་འདྲས་ཡིན་པ་རེད་ད་དེ་འདྲས་དྲན་ཐུབ་པ་ཡིན་ན་ང་རང་ཚོ་ཕི་གས་ཕྱག་འཚལ་བའི་ཁ་ཐུག་རེ་ཡིན་ནའི་ཨེ་ཕན་ཐོག་ཡོད་དེ་ངས་ཅིག་ད་གོ་རྒྱུ་ཡོད་དེ་བ་གོ་བའི་རྒྱུ་མཚན་ཡོད་དེ་བ་ཅིག་ད་ཆགས་རོགས་དེ་མ་གཏོགས་དེ་ཚོ་ཞེ་དྲག་ཞེ་དྲག་ཕི་གས་བཤད་མ་ཐུབ་ན་ཨེ་དེ་ཅིག་ལུགས་སྲོལ་ཡིན་པས་སོ་རེ་ཅིག་ད་བོད་པའི་ལུགས་སྲོལ་རེ་ཅིག་རེ་ཅིག་གུ་གུ་རེ་ཅིག་ཐེངས་མ་གསུམ་བྱས་གུག་འདུག་བསམ་བསམ་རེ་བྱས་མ་གཏོགས། པའི་བྱེད་པོ་བྱེད་པོ་གི་རྒྱུ་མཚན་མཐོང་ཡ་དེ་ཁག་པོ་ཆགས་ཡོད། དེ་འདྲ་ཡིན་པར་གདའ། རྗེ་བཙུན་བླ་མ་རྣམས་རང་ཕྱག་འཚལ་ལོ། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན་རྒྱལ་མཚན་དམ་པ་རྣམས་ཀྱི་བསྔགས་པའི་ལམ་སྐལ་ལྡན་མཐའ་འདུལ་རྣམས་ཀྱི་འཇུག་ངོགས་དེ། ཇི་ལྟར་འདུལ་ཇི་དག་གིས་བཤད་པར་བྱ་ཅེས་ནས་ད་གསུངས་བསྡད་པ་དེ། ད། གར་བྱུང་རི་དྭགས་ཁེངས་སྐྱོང་བ་ཟིན་ནས་རེད། གང་ལྟར། བརྗོད་བྱ་འདིའི་གི། རྩོམ་འབྱེད་ཀྱི་དེ་ནི། རྩོམ་པ་པོ་རང་ཉིད་ཀྱི་ཡང་དེ་ནི། འདི་གསུང་བ་ཡིན་པ་རེད་གར་ཚུགས་པ་རེད། བརྗོད་བྱ། ཚུར་འདུས་ནི། ངེས་འབྱུང་བྱང་སེམས་རྒྱང་ལྟ་བའི་ལྟ་བ་ཟེར་ནས་ཚུར་འདུས་ནི་གསུང་བྱ་ཡ་གཅིག། དེ་གསུང་གི་ཡིན་གསུང་ཡག་གི་བརྗོད་བྱ་དེ་དེ་ཡིན་བྱས་ནས་དེ་དེ་ནི། ཡང་སྤོབས་པ་དང་ང་རྒྱལ་དང་ལྡན་པའི་ཐོག་ནས་མ་ཡིན་པར་ཁེངས་སྐྱོང་བའི་ཐོག་ནས་གསུང་བསྡད་པ། ལོག་ལྟ་དེ་འདྲའི་གཅིག་བསམ་བཏང་ནི་འགྲིག་འདུག། དེ་འདྲའི་ཡིན་དུས་དེ་ནི། རེད་ད། མི་འཇགས་པ་ལ་མོ་རྫོང་ཁ་བ་ཆེན་པོ་པའི་ལམ་མཚོ་གསུམ་པོ་དེ་ཁྱད་པ་ཙམ་མ་ཡིན་པ་ཐུགས་རྒྱུད་ལ་པའི་ཉམས་རྟོགས་འཁྲུངས་བསྡད་པ་དེ་འདྲའི་གི་པའི་བླ་མ་གཞན་དང་མི་འདྲ་བ་རྒྱལ་བ་གཉིས་པ་ལྟ་བུ་བི་གའི་གྲགས་བསྡད་པ་འོ་ད་དེ་འདྲའི་གི་དེ་ནི་པའི་ད་མཁས་བཙུན་བཟང་གསུམ་ཡོན་ཏན་ཐམས་ཅད་བི་གའི་བདེན་པར་ཡིད་ངེས་གི་དེ་ནི་པའི་འདི་འདྲས་ཀྱི་བླ་མ་རྩ་ཆེན་པོ་ཞིག་རེད་དེ། ཡིན་ན་ཡང་ང་རྒྱལ་དང་འདི་འདྲས་མེད་པའི་ཐོག་ནས་ཁེངས་སྐྱོང་བའི་ཐོག་ནས་སོང་ཡང་དེ་གོ་བ་རྒྱུ་མཚན་ཆེན་པོ་འདུག་བ་ང་རང་ཚོ་པས་ཅིག་གནད་འགག་ཕྲ་མོ་ཅིག་ཁ་ཤས་ཁ་ཤས་རེ་ཅིག་ཤེས་ནས་ཨན་ཅིག་ཞིབ་པོ་ཅིག་ཤེས་ཀྱི་ཡོད་བསམ་པའི་ཨན་སྤོབས་པ་སྐྱེས་ཡོང་ཨན་ད་ཉམས་རྟོགས་ཉམས་རྟོགས་ད་ག་འདྲས་ཡིན་ན་ད་སོ་སོ་སོའི་མི་ཧ་གོ་ཡ་ཅིག་རེད་མ་གཏོགས་མི་གཞན་ཅིག་གིས་ཁྱོད་རྟོགས་པ་སྐྱེས་མི་འདུག་ཟེར་ནས་ལབ་ཨེ་ཟེར་བྱས་ཡོད་མ་རེད་དེ་ཡིན་ན་ཡང་གང་དག་ཆུན་ཆུན་ཅིག་ཧ་གོ་བའི་རྒྱུ་མཚན་གྱི་དོན་ནི་ཨེ་ནི་པའི་སྤོབས་པ་བྱས་ནི་པའི་ང་རྒྱལ་དང་སྤོབས་པ་བྱས་ནི་ཤེས་ཡོན་ཡང་ལ་སོགས་པ། ཨོ་ད་དེ་འདྲའི་རིགས་མང་པོ་ཅིག་ཡོང་འདུག་ད་ད་ཡང་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་གི་རྗེས་སུ་འབྲང་ངེས་ཡིན་ན་ནི། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་གི་སྤྱོད་པ་དེ་ག་འདྲ་ཞིག་གནང་འདུག་དེ་ལ་བལྟ་དགོས། དེ་ལ་བལྟས་པ་ཡིན་ན་བས་འདི་འདྲས་གི་དེ་ནི་བས། ཅིག་གི་ཐོས་བསམ་སྒོ་གསུམ་ཆ་ཚང་བ་ཉམས་སུ་ལེན། ད་ནང་བཞིན་གི་དེ་ནི་བས་ཉམས་རྟོགས་འཁྲུངས་བསྡད་པ། པའི་སྐྱོན་ཀུན་བཟོད་ཡོན་ཏན་ཀུན་ལྡན་གྱི་དེ་ནི་པའི་གོ་འཕང་ཐོབ་འདོད་པ་དེ་འདྲ་ཅིག་ཡིན་པ་ཡིན་ན་ཡང། ཨ་ནི་ཁེངས་སྐྱོང་ནས་གསུང་དགོས་ཏེ་གོ་བ་རྒྱུ་མཚན་ཆེན་པོ་ཡོད་པ་ཡིན་པ་རེད་ད་དེ་ཚོ་ང་རང་ཚོའི་བི་ཁའི་ཁ་མིག་ཡག་ད་བྱས་ནས་ད་འགྲོ་དགོས་ཡ་ཅིག་ཞི་བ་ཞི་བ་ཅིག་ག་འདྲས་བྱས་གོ་རེ་ག་འདྲས་བྱས་གོ་རེ་བྱས་ནས་བྲིས་དགོས་ཡ་ས་ཞག་མི་འདུག་བ་ད་བསྟན་བཞག་འདུག་བ་ག་འདྲས་སུ་གནང་འདོ་དེ་ལ་བི་ཁའི་ང་རང་ཚོའི་ཨ་ནི་བི་ཁའི་ཡིད་དྲངས་པར་བྱས་ནས་བི་ཁའི་ཅིག་རྗེས་སུ་བསྟོད་ཐུབ་ཡ་ཅིག་ལ་ཨ་ནི་ཐབས་ཤེས་བྱས་ན་འགྲིག་གི་འདུག་བ་ད་དེ་འདྲས། དེ་འདྲས་དེ་འདྲས་ད་ཡིན་པ་རེད་ད་དེ་ཚོ་སེམས་ལ་བཞག་དགོས་རེད། དེ་ནས། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན་རྒྱལ་སྲས་དམ་པ་རྣམས་ཀྱིས་བསྔགས་པའི་ལམ་སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་དེས་བཅད་ནས་ཚིག་གསུམ་པོ་འདི་གིས། ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་བསྟན་པ་རེད། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན་ཟེར་ཡག་དེ་ངེས་འབྱུང་ངེས་འབྱུང་གི་བསམ་པ་དེ་ཡིན་པ་རེད། རྒྱལ་སྲས་དམ་པ་རྣམས་ཀྱིས་བསྔགས་པའི་ལམ་བཅད་ནས་གསུང་དེ་ཡག་གིས་བསྔགས་པའི་ལམ་དེ་བྱང་ཆུབ་ཀྱི་སེམས་དེ་ཡིན་པ་རེད། དེ་ནི་བད་ཀན་ལྡན་མཐའ་འདོད་རྣམས་ཀྱི། དེ་ནི་ཐར་པར་འདོད་པ་རྣམས་ཀྱི། འཇུག་པའི་སྒོ་ཟེར་ཡང་འདི་ལྟ་བས། སྒོ་དུ་མ་བཟུང་ནས་ཡང་ལྟེ་བ་སྟེ། ཨ་ནི་བའི་སྟོང་ཉིད་རྟོགས་པའི་ཤེས་རབ་བཅས་ནས། ཡང་དག་པའི་ལྟ་བ་ཞུས་ནས་འོ་དེ་ཡིན་པར་བྱས་ཟེར་དེ་ཡིན་དུས་དང། ཚུལ་འདུས་ནི་དོན་དག་དུ་མ་བཟུང་ནས་ལམ་ཚོ་གསུམ་གྱི་དོན་བསྡུས་ནི། ཆོས་ཕི་གས་ཅིག་གི་གར་སོགས་རེད། ཤེས་བྱེད་ཀྱི་དེ་ནི་དཔེ། ད་ཤེས་བྱེད་ཀྱི་གར་སོགས་རེད། དོན་དག་འདྲ་པོ་དེ་ད་དེ་ཡིན་གསུང་ཡང་འགྲུབ་ཅིག་དེ་གསུམ་གྱི་ཐོག་ལ་བཤད་ཀྱི་ཡིན་གསུང་ཡང་འགྲུབ་ཅིག་ད་དེ་འདྲ་ཡིན་པ་རེད། ཇི་ལྟར་ནུས་ཇི་ལྟར་གྱིས་ཤེས་པར་བྱ། ཇི་ལྟར་ནུས་ཇི་ལྟར་གྱིས་ཤེས་པར་བྱ་བྱས་དེ་ཡང། ཨེན་བས་ཁྱོད་སྐྱོ་བ་དང་དག་ན་བཞིན་གྱི་ཡང། ཚིག་ཉུང་ཉུང་ཅིག་གི་ནང་ལ་དོན་རྒྱ་ཆེན་པོ་དེ་ནི་བས་ཡོད་བསྡད་པ་གསུང་གི་ཡིན་གསལ་ཡང་འགྲུབ་དེ་འདྲའི་ལ་ཕི་གས་ཡང། གོང་དུ་བ་ཡིན་ནས་ཡག་པོ་ཡོད་པ་ཡིན་པ་རེད། བདག་གང་དག་སྲིད་པའི་དལ་ལ་མ་ཆགས་ཤིང་དལ་འབྱོར་དོན་ཡོད་བྱ་ཕྱིར་བརྩོན་པ་ཡིས་རྒྱལ་བ་དགྱེས་པའི་ལམ་ལ་ཡིད་བརྟོན་པས་སྐལ་ལྡན་དེ་དག་དང་བའི་ཡིད་ཀྱི་ཉོན་ཟིན་དག། ཀུན་སློང་རྣམ་པར་དག་པའི་སྒོ་ནས་ཉན་དགོས། ཨཱ་ནི་པ། སྲིད་པའི་དལ་བ་ལ་ཡང་མ་ཆགས་པར་བྱས་ནས། ད་གང་ལྟར། ང་རང་ཚོའི་བོད་ཀྱི་ལམ་རིམ་གྱི་ནང་ལོགས་ལ་ཡང་ད་དལ་འབྱོར་གྱི་ལུས་རྟེན་གྱི་སྐོར་ལ་རྒྱས་ཤིང་རྒྱས་པར་གསུངས་ནས། གང་ལྟར་འཆི་བ་མི་རྟག་པའི་སྐོར་འདི་གསུངས་རྗེས་གང་ལྟར་ང་རང་ཚོའི་བོད་ཀྱི་ཆོས་ད་ལྟ་ཉིད་དུ་གྲུབ་དགོས་ཀྱི་རེད། ཆོས་འགྲུབ་ཀྱི་ཡིན་ཟེར་ལབ་པ་ཙམ་མ་ཡིན་པར་ཆོས་ད་ལྟ་ཉིད་དུ་གྲུབ་དགོས་ཀྱི་རེད་བཤད་ནས་ཨེ་ནི་འཆི་བ་མི་རྟག་པ་སྒོམ་ཡང་ཞིབ་ཅིང་ཕྲ་བ་གསུངས་དེ་ད། དེ་དེའི་ཁོངས་ལ་གཏོགས་པ་ཡིན་པ་རེད། བྱས་ཙང་དེ་ཡིན་དུས་དེ་འདྲས་ལ་བསམ་བཏང་ནས། གང་ལྟར་ང་རང་ཚོ་བྷི་གའི་དལ་རིགས་དལ་འབྱོར་གྱི་ལུས་རྟེན་དང་དལ་བ་རྒྱལ་དང་འབྱོར་བ་བཀྲུས་ཚང་བའི་མིའི་ལུས་རྟེན་བཟང་པོ་དེ་ཐོབ་བསྡད་པ་དེ་དང་ང་རང་ཚོའི་བའི་བལ་ཕྱོགས་བཟང་པོ་སྤྱིར་བཏང་དུ་བས། བའི་རང་བཞིན་གཉིས་ཕན་གྱི་དེ་ནི་བའི་ལས་བྱས་དུས་ཡག། ང་རང་ཚོ་གཅིག་མི་མང་པོ་ལ་ཡར་ཕན་ཐོགས་དུས་ཡག་གི་ལས་ཅིག་བྱས་དུས་ཡག། དེ་འོག་ད་དེ་འདྲས་ཅིག་བསམ་བཏང་དགོས་པ་ཡིན་པ་རེད་དེ་ཡང་ང་རང་ཚོས་ཕི་གེ་ཅིག་མ་འཇོན་པ་ཅིག་བྱས་གུག་རེད་འཇོན་པར་བྱས་གུག་རེད་ཅེས་ནི་བཤད་པ་མ་རེད་ང་རང་ཚོས་ཀྱི་ཕི་གེ་དང་དུ་བླག་ནི་ཉམས་སུ་ལེན་ཐུབ་པ་ཡིན་ན་འབད་རྩོལ་བྱས་ན་ང་རང་ཚོས་འཇོན་ཐུབ་ཡ་ཅིག་རེད་འཇོན་ཐུབ་ནི་བས་ཅིག་གི་མི་ཅིག་གི་ཁ་སོ་གུ་རེད། མང་པོ་ལ་ཡང་ཕན་ཐོགས་ཟེར་ཡ་དེ་ཡང་སེམས་ཅན་མང་པོ་ལ་ཕན་ཐོགས་ཟེར་ཡ་དེ་ཡང་ང་རང་ཚོས་བྱས་ཐུབ་པ་ཅིག་ཡིན་པ་རེད་འོག་ད་དེ་འདྲས་ཅིག་བྱས་གུག་རེད་ཅེས་ནི་གསུང་གི་ཡོད་རེད། བྱས་ཙང། དལ་འབྱོར་འདི། ཨེ་ནི་དོན་དང་ལྡན་པ་ཅིག་བྱས་དགོས་རེད་སྙིང་པོ་ལེན་པ་ཅིག་བྱ་དགོས་རེད་ཟེར་ནས་གསུངས་བསྡད་ཡ་དེ། སྙིང་པོ་དེ་ང་རང་ཚོ་བོད་ཀྱི་ཆོས་བྱེད་དགོས་ཡོད་རེད་གསུངས་བ་ཡིན་པ་རེད་ད། ཆོས་བྱས་ནས་ང་རང་ཚོའི་བའི་མི་ཚེ་དེ་དོན་དང་ལྡན་པ་ཅིག་ལ་བསྒྱུར་བསྒྱུར་ཐུབ་པ་ཅིག་བྱེད་དགོས་རེད། ང་རང་ཚོས་བསྒྱུར་ཐུབ་པ་བྱེད་དགོས་རེད་ལ་ང་རང་ཚོས་གཙོ་བོ་གཙོ་བོ་ཆོས་ཉམས་ལེན་བྱེད་ཡ་དེ་ང་རང་ཚོའི་སེམས་ཀྱི་གོ་སྟོབས་དེ་ཆེ་རུ་བཏང་ཐུབ་ཡ་ཅིག། སེམས་ཀྱི་དེ་ནི་བའི། ཅིག། གོ་སྟོབས་དེ་ཆེ་རུ་བཏང་ཐུབ་པས་ཡིན་ན་ང་རང་ཚོའི་པས་ང་རང་ཚོ་གཅིག་པུར་ཕི་ཀའི་བསམ་བློ་བཏང་དེ་ཡག་གི་བསམ་བློ་བུ་ཟུག་དོག་པོ་དེ་ཡལ་འགྲོ་ཐུབ་བ། དེ་ཕི་ཀའི་མེད་པར་ཆགས་ནས་དེའི་ཚབ་ལ་སེམས་ཅན་མང་པོ་ལ་ཕན་ཐོག་ཐུག་ཡག་གི་བསམ་བློ་ཕི་ཀའི་རྒྱ་ཆེན་པོར་བཏང་ཐུབ་ངེས་གི་འོག་ད་དེ་འདྲས་གང་ཟག་ཅིག་ཆགས་ཐུབ་བ་འོག་ད་དེ་འདྲས་ཟེར་གི་ཡོད་པ་ཡིན་པ་རེད་ད། དེ་འདྲས་ཡིན་དུས་དེ་ནས་ད། ང་རང་ཚོ་སྙིང་པོ་ལོན་པ་ཞིག་བྱ་དགོས་པ་ཡིན་དུས། ད་ལྟའི་ང་རང་ཚོ་དམ་པའི་ཆོས་སྒྲུབ་དགོས་ཀྱི་ཡོད་ཙང་དམ་པའི་ཆོས་དེ་ང་རང་ཚོའི་ཕི་གས་ཐོས་པ་མེད་ན། ང་རང་ཚོས་བསམ་པ་དང་གོམས་པ་ཟེར་དེ་ཡོང་གི་མ་རུ་བྱས་ཙང་དེ་ཡིན་དུས་བསམ་པ་གོམས་པ་ལ་ཐོས་པ་སྔོན་དུ་འགྲོ་དགོས་པ་ཡིན་དུས་ཐོས་པའི་སྐབས་ལ་ད་ང་རང་ཚོས་ཉན་སྟངས་དེ་ཡང་ཡག་པོ་ཞིག་འདི་ཉན་དགོས་ཀྱི་རེད། དེ་ཡང་དེ་ནི་བན་དགེ་རྒྱལ་ནུས་ཀྱི་སྐྱོན་སོགས་སྤོང་བ་དང་མཐུན་རྐྱེན་བསྡུས་ཤུགས་དྲུག་བསྟན་པ་ལ་སོགས་པ། བ་དང་ལམ་འཁྲིད་ནས་སྲུང་བ་ནང་བཞིན་གྱི་དེའི་ཆ་ནས་ང་ཚོས་ཉན་དགུག་རེ་སོ་ཡང་དེ་ཨེ་ནི་སྐལ་ལྡན་དེ་དག་དང་བའི་ཡིད་ཀྱི་ཉོན་བྱེད་ནས་སྲུང་དེ་ཨེ་ད་དེ་དེ་ཡིན་པ་རེད། སྐལ་ལྡན་དེ་དག་དང་བའི་ཡིད་ཀྱི་ཉོན། རྣམ་དག་ངན་འགྱུར་མེད་པར་སྲིད་མཚོ་ཡི་དེ་འདྲའི་དོན་གཉེར་ཞི་བའི་མཐའ་མེད་ལ། སྲིད་ལ་དགོན་པ་ཡིད་ཀྱི་ལུས་ཅན་རྣམས། ད་དེ། ཀུན་ནས་བྱིན་གྱིས་ཐོག་མ་ངེས་འབྱུང་བཙལ་ཟེར་ཡག་གི། ད། བསྲན་ཡ་དེ། བསྲན་ནས་དང་བསྲན་དགོས་ཡ་དང་པོ་དེ་ངེས་འབྱུང་གི་སྐོར་དེ་རེད། དེ་འདྲས་ཀྱི་ངེས་འབྱུང་གི་བསམ་པ་དེ། ཨེ་ནི། སྐྱེད་པར་བྱེད་པ་ལ། རེད་པ་ད། ངེས་འབྱུང་གི་བསམ་པ་སྐྱེད་པར་བྱེད་པ་ལ། ང། བས། འཁོར་བ་སྤྱིའི་སྡུག་བསྔལ་ལ་སོགས་པ། ཨེ་ནི། བས། ཅིག་གི་ཟག་བཅས་ཀྱི་དལ་བ་དེ། མཐར་ཐུག་བུ་གའི་སྡུག་བསྔལ་བསྐྲད་ཡག་གི་རྒྱུ་ཅིག་མ་གཏོགས། དལ་བ་ཁོ་ན་བསྐྲད་ཐུ་ཡག་གི་རྒྱུ་ཅིག་མེད་དེ། བ་ད་དེ་ཀས་ཞིབ་ཅིང་ཕྲ་བ་དེ་ནི། བས། ང་རང་ཚོའི་སྡུག་བསྔལ་གསུམ། འགྱུར་བའི་སྡུག་བསྔལ་དང། སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་དང་ཁྱབ་པ་དུ་ཆོས་ཀྱི་སྡུག་བསྔལ་ལ་སོགས་པ། བཞི་བཞིན་ཕྲ་བ་བསམ་བློ་བཏང་ནས། དེའི་ནང་ལོགས་ནས་ཀྱང་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་དང། ཨོ་ད་དེ་སྐད་བཞི་བཞིན་བསམ་བློ་བཏང་བའི་ཐོག་ནས་ད། དེ་ནས་མཐར་རོ་གཅིག་བྱ་དགོས་ཀྱི་འདུག། དེ་ང་རང་ཚོའི། ད་ལྟ་ཕི་གའི་མགོ་དང་མ་ཟུར་ནས་འཁོར་བཅས་འདུག་ཟིན་བསྡད་བྱ་ད་དེ་ནས་ཐར་བ་ཅིག་མ་བྱས་ན། ང་རང་ཚོའི་གི་དམིགས་ཡུལ་དེ་འགྲུབ་ཡ་ཅིག་མི་འདུག་བསམ་པ་འགྲུབ་ཅིག་ད་དེ་འདྲའི་བསམ་བློ་ཅིག་སྐྱེས་ཡོང་ཡ་མ་བྱུང་ན་ངེས་འབྱུང་གི་བསམ་པ་ཟད་དེ་སྐྱེ་མ་སྐྱེ་ཐུབ་ཡག་དེ་ཁག་པོ་ཞུ་གི་ཡིན་པ་རེད། ངེས་འབྱུང་གི་བསམ་པ་དེ་ཡག་པོ་ཅིག་སྐྱེ་མ་ཐུབ་ན་ནི་བྱང་ཆུབ་ཀྱི་སེམས་ཟད་ཨག་གི། དེ་བྱང་ཆུབ་ཀྱི་སེམས་གཞན་གྱི་ཐོག་ལ་སྙིང་རྗེ་སྐྱེ་ཡོང་ཡག་དེ་ཡང་ཁག་པོ་ཞུ་གི་ཅིག་གཞན་སྡུག་བསྔལ་ལས་བྲལ་འདོད་ཀྱི་སྙིང་རྗེ་ཟད་ཡག་དེ་ཡང་ཁག་པོ་ཞུ་གི་ཅིག་ཡིན་པ་རེད་བྱས་ཙང་དེ་ཡིན་དུས་ད་ལྟ་དེའི་ཁ་ཐུག་དེ་ངེས་འབྱུང་གི་བདག་བསམ་པ་སྐྱེ་དགོས་ཡག་དེ་གལ་ཆེན་པོ་ཡིན་དེ་བ་ངེས་འབྱུང་གི་བསམ་པ་སྐྱེ་སྟངས་དེ་ཡང་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་བསམ་པ་ཐོག་ནས་ཨ་ནི་ངེས་འབྱུང་གི་བསམ་པ་སྐྱེ་དགོས་རེད་གསུང་ཡ་ཅིག་དང་དེ་འདྲ་ཞིག་རེད་འདུག། དེ་འདྲ་ཡིན་དུས་དེ་ནས་ད་སྲིད་པ་འཁོར་བའི་སྡུག་བསྔལ་དེ་ཡག་པོ་ཞིག་བསམ་མ་ཐུབ་ན་དེ་ལས་ཐར་འདོད་ཀྱི་བློ་དེ་སྐྱེ་གི་མ་འདུག་ང་ཚོས་དེ་ལ་ཡ་བས་སྲིད་པ་འཁོར་བའི་གི་སྡུག་བསྔལ་དེ་ཅིག་ད་ཡང་ཅིག་རྫུན་མ་བཟོས་བཞག་པ་གས་མ་རེད་ང་རང་ཚོ་དངོས་གནས་དེ་ཕི་གས་བསམ་བཏང་ནས་བས་དེ་དང་དེ་ཡིན་པ་ཅིག་ཕི་གས་ར་འཕྲོད་པ་ཞིག་བསམ་བཏང་དགོས་གི་རེད་གསུངས་བ་ཡིན་པ་རེད་དེ་འདྲས་བསམ་བཏང་ཡོད་དུས་སི་པ་ཁོ་བའི་སྡུག་བསྔལ་དེ་ཕི་གས་ཅིག་ད་སི་པའི་ཁོ་བའི་གིས་ང་རང་ཚོ་ད་ལྟ་སྡུག་བསྔལ་ལ་དལ་བར་འཛིན་པའི་ལོག་ཤེས་སྐྱེ་ཡོང་བས་དེ་མེད་པ་ཆགས་འགྲོ་ཡ་ཅིག་ཨ་ནི་སྡུག་བསྔལ་ལ་སྡུག་བསྔལ་འཛིན་ཐུབ་པ་ཅིག་ཆགས་ཐུབ་བས་གལ་ཆེན་པོ་རེད་གསུངས་བ་ཡིན་པ་རེད་དེ་འདྲས་ཅིག་བྱུང་བ་ཡིན་ན་སི་པ་ཁོ་བའི་སྡུག་བསྔལ་ལས་ཐར་འདོད་ཀི་བློ་ཅིག་སྐྱེ་གི་རེད་བཞི་པ་མྱང་འདས་ཀི་ཐོབ་ཡག་གི་ཐབས་ཀྱང་ཡོད་བསྡད་པ་ཅིག་ཆགས་ཀྱི་ཡོད་པ་ཡིན་པ་རེད། སྐྱ་ཚ་འདི་འདྲ་ཡིན་དུས་ང་རང་ཚོ་པས་ངེས་འབྱུང་ཟེར་ཡག་དེ་ད་ཞི་བ་ཞིག་གལ་ཆེན་པོ་ཡིན་ཡིན་བསྡད་པ། རྣམ་དག་ངེས་འབྱུང་མེད་པར་སྲིད་འཚོ་ཡིན་གསུང་ཡག་དེ། ངེས་འབྱུང་མེད་ན་སྲིད་པ་འཁོར་བ་ལས་ཐར་ཡག་གི། ཐབས་ཤེས་འགྲུབ་པ་དེ་དཔེ་གལ་གཞི་རྩ་འགྲུབ་དེ་མེད་བསྡད་པ་རེད་བྱས་ཙང་དེ་ཡིན་དུས་སྲིད་པ་འཁོར་བ་ལས་ཐར་བ་ལ་ཨ་ནི་ངེས་འབྱུང་གི་བསམ་བློ་དེ་ངེས་པར་དུ་སྐྱེ་དགོས་པ་ཅིག་རེད་གསུང་ཡག་ཅིག་འདི་འདྲ་ཡིན་པ་རེད། འདི་འདྲ་ཡིན་དུས། ད་ང་རང་ཚོ་ཨ་ན་པའི་སྡེར་བ་དཀའ་ཚུགས་རེ་ད་རེ་གི་ཁོ་བོའི་གི་དལ་བ་དེར་ཡང་ང་རང་ཚོ་དཀའ་ཚུགས་རེ་ཁོ་བོའི་གི་སྡུག་བསྔལ་དེར་ཡང་ང་རང་ཚོ་པའི་དལ་བ་ཞེ་པོ་ཅིག་འཛིན་གི་ཡོད་རབས་ད་ང་རང་ཚོ་དུས་རྒྱུན་དུ་ནས་པའི་དལ་བ་རང་བྱས་བྱས་དེ་ཁོ་དེ་ཡག་ག་ཅིག་དང་འབྲས་བུ་ཡག་ག་ཅིག་ཡོང་ཡག་གི་ལ་ཡག་པའི་ཡིད་ཆེས་དེ་མ་སུ་ནས་བྱས་བྱས་ཨེ་དེ་ཁོ་རང་གི་ལམ་ལ་ཡར་འགྲོ་བསྡད་ཅིག་ཉི་མ་གཅིག་ཉི་མ་གང་ཚང་བེ་གའི་ཉིན་ཞག་དྲུག་ཅིག་རེ་ཡིན་ནའི་དེ་འདྲའི་སོར་གཅིག་གང་ལ་ད་འགྲོ་འགྲོ་བསྡད་ཡ། དེ་འདྲ་ཡིན་པ་ཡིན་དུས། ཨེ་ན་ཅིག། དེ་འདྲ་བའི་ཁོ་བོའི་གི་སྡུག་བསྔལ་དེ་ལ་དལ་བར་འཛིན་ནས་སླེ་ཡོང་དུས། ཨེ་ན་ཅིག། ག་སོག་རི་སེམས་དེ་མ་སོ་ནས་ཅིག་འཁྲུས་བེ་སོར་བྱས་བྱས། སེམས་དེ་བེ་གའི་འཁྲུས་ནས་ཨེ་ན་ཅིག། བའི་པའི་དལ་བ་བི་གའི་ང་རང་ཚོ་དུས་རྒྱུན་བཤད་དེ་ཨ་ཀི་དལ་བ་འདོན་ནས་དལ་བའི་བའི་ཅིག་ག་ཚོགས་རེད་དལ་བའི་ཐབས་ལ་འབད་རྩོལ་ཞིབ་པོ་ཅིག་བྱེད་ཁག་བྱས་ནས་ཨ་ནི་ང་རང་ཚོ་ཞུགས་ལ་ཡང་འབྲས་བུ་ར་ཡ་དེ་ནི་དུ་མཁན་མ་དུ་ར་ཡ་མེད་དལ་བ་ག་དུས་ཡིན་ནས་བི་གའི་ཅིག་ཅིག་མ་འགྲིག་པ་དང་མི་མཐུན་པ་ཅིག་དང། འདོད་པ་མ་ཁེངས་པ་ཅིག་དང། འོ་ད་མ་སྐྱིད་པ་ཅིག་དང། འོ་ད་དེ་འདྲས་ཁོ་ན་ལ་བི་གའི་འགྲོ་དགོས་ཡ་ཅིག་མ་གཏོགས་པའི་འདོད་པ་ཁང་ཁང་བའི་ཁང་བདེ་བ་ཅིག་དང་པའི་སེམས་སྐྱིབས་ཐིན་ཐིན་བྱས་ནས་བསྡད་ཐུ་ཡ་འགྲོ་བ་ཅིག། ཁག་པོ་ཆགས་འདུག་བྱ་ས་དེ་ཡིན་དུས་ང་རང་ཚོ་ཕི་གའི་སྡོད་ཡ་དེ་ནི་དེ་བ་འདོད་ཀི་ཡོད་པ་ཡིན་ཙང་ད་ང་རང་ཚོས་བསམ་བློ་བཏང་ཐག་དེ་ཡང་བལྟས་ཅིག་གི་འགྱུར་བ་བཏང་པ་ཡིན་ན་དེའི་ཕྱོགས་ལ་ཡང་འགྲོ་ཐུ་ཡ་ཅིག་ད་ཡོང་གི་རུ་བས། ད་དེ་ནས་དལ་འབྱོར་རྙེད་དཀའ་ཚད་ལ་ལོག་མེད་པར་ཡིད་ལ་གོམས་པ་ཚད་འདི་གནང་ཞུས་འདུག་ལན་འབྲས་མི་ལུག་ཁོ་བོས་སྡུག་བསྔལ་རྣམས་ཡང་ཡང་ཚིག་ནང་ཕྱི་མིག་གནང་ཞུས་འདུག་བྱས་ནས་སོང་འདུག་པ་ད་ཚིག་དང་པོ་གཉིས་པོ་དེ་གིས་ཚེ་འདས་ཀྱི་བི་གའི་སྣང་ཞེས་འདོགས། ཡང་ཚིག་ཕྱི་མ་གཉིས་པོ་དེ་གིས་ཚེ་ཕྱི་མའི་གི་དེ་ནི་པའི་སྣང་ཞེས་འདོགས། ཡང་འདི་གསུང་གི་ཡོང་རབས་ཟེར། ད་དེ་འདྲ་ཡིན་པ་ཡོད་དུས་ད་ཚེ་འདས་ཀྱི་སྣང་ཞེས་འདོགས་ཡག་ལ་ང་རང་ཚོའི་བི་གའི་ད་བཞི་བོ་ཅིག་ཞིབ་ཅིག་ཕྲ་བ་མོ་འགོག་བྱེད་གང་ལྟར་སྨོས་སུ་སྨོས་སུ་བྱེད་ཡག་བྱས་ནས་དལ་འབྱོར་རྙེད་དཀའ་སྒོམ་ཡག་དང། དལ་འབྱོར་དོན་ཆེ་བ་སྒོམ་ཡག་དང། ད་ག་ན་བཞིན་གྱི་བདེ་འབྱུང་གི་དེ་ནི་པའི་ཚེར། ལོང་མེད་པར་གོ་མལ་དང། ད་ག་ན་བཞིན་གྱི་དེ་ནི་འཆི་བ་མི་རྟག་པར་གོ་མལ་དང། ད་དེའི་རིས་དེ་ལ་བསམ་བློ་བཏང་ནས། ཨེ་ནི་ཚེ་འདི་གི་སྣང་ཤེས་ཟློག་ཐབས་ཅི་ལ་ད་འབད་རྩོལ་བྱེད་དགོས་ཀྱི་རེད། དེ་ཡིན་པ་རེད། ད་དེ། ཚེ་འདིའི་སྣང་ཤེས་ཟློག་ཟེར་ཡ་དེ་གང་ལྟར་དོན་དག་གཙོ་བོ་རེད་དེ། དེ་རེད་བམ། ང་རང་ཚོ་ཕི་གས་ཅིག་གི་ཚེ་འདིའི་ནང་ལོགས་ལ་ཡ། ཅེས་ཀྱི་བརྡ། མི་གཞན་ལས་ལྷག་ག་ཅིག་བྱུང་ན་ས་མ་འགྲུབ། སོ་སོ་ལས་ཕི་གེ་ཅིག་དཔལ་འབྱོར་ལོངས་སྤྱོད་ཅིག་གང་དག་ཕུན་སུམ་ཚོགས་པ་ཅིག་གཞན་ལས་ལྷག་ག་ཅིག་བྱུང་ན་ས་མ་འགྲུབ་པས་འདི་འདྲས་ཀྱི་པའི། སེམས་ཀྱི་ནང་ལོགས་ལ་ཡ། ག་དུས་ཡེ་ནས་པའི་དེ་འཁོར་བསྡད་ཡ་ཅིག་དེ་ཡི་ཆེད་དུ་འབད་རྩོལ་བྱས་བསྡད་ཡ། འོ་ད་དེ་འདྲས་ཅིག་གི་བསམ་བློ་འཁོར་བསྡད་ཡ་དེ། ད་མེད་པ་ཆེ་ཁུག་རེ་ཟད་ཅིག་ད་དེ་འདྲས་བྱུང་ན་ཚེ་འདི་གི་སྣང་ཤེས་ལྡོག་པ་ཟེར་ཡ་དེ་ད་དེ་འདྲས་ཅིག་རེ། གོ་བདེ་པོ་བྱས་ན་དེ་འདྲ་ཞིག་བཤད་ན་འགྲིག་འདུག་གོ་དེ་འདྲ་རིན་པོ་ཆེ་ལ་ཡང་བསམ་བཏང་ཐུག་ན་འགྲིག་རེད། ད་ལྟ་བཞིན་གྱི་ང་རང་ཚོའི་པས་ཅིག་གི་གཏམ་སྙན་གྲགས་ཡིན་ནས་པས་གཞན་ལས་ལྷག་པ་ཅིག་ཞུ་ན་བསམ་པ་འདྲ། དེ་འདྲས་ཀྱི་པས་ད་ག་དུས་ཡིན་ནས་རང་གཅིག་པུ་ལ་ཕི་གས་ཅིག་གི་བསམ་བློ་བཏང་དེ་རང་གཅིག་པུ་དེ་ཕི་གས་ཅིག་ཡག་པོ་རེ་ཞིག་ཞིབ་པོ་བྱུང་ན་བསམ་པ་འདྲ་དེ་འདྲས་ཀྱི་རྐྱང་རྐྱང་བསམ་བློ་གོ་བདེ་ཡ་དེ་ད་ཚེ་འདི་གི་སྣང་བྱེད་དེ་ཡིན་པ་རེད་དེ་འདྲ་བའི་ཕི་གས་སེམས་དེ་ཡ་ནི་བསྒྱུར་བཅོས་བཏང་ནས་ད་དོར་དགོས་ཡ་དེ་རེད། བྱས་ཙང་ད་ཚེ་འདི་གི་སྣང་བྱེད་ཟེར་ཡག་གི་གང་ལྟར་དོན་དག་གཙོ་བོ་དེ་དེ་རེད། ཁལ་སེ་རོགས་ཆུང་ཚིག་སྐྱིད་པའི་ནང་ལོག་ཡོད་དེ་ཨ་ཀི་རང་ཇི་འཛིན་ད་ཇི་འཛིན་བྱས་ཡང་དེ་ལ་བསམ་བློ་བཏང་ཐུབ་ན་འགྲིག་གི་ཡོད་རེད། དེ་འདྲས་ཀྱི་ཕི་གལ་ཅིག་ང་ཟེར་དེ་ཨ་ཀི་བསམ་བློ་ཤུགས་ཆེན་པོ་བཏང་དེ་ཨ་ཀི་ད་འཛིན་དེ་འཇོན་པར་བྱེད་དགོས་རེད་གསུངས་ཡིན་པ་རེད་དེ་འདྲས་ཀྱི་ད་འཛིན་དེ་ཕི་གལ་ཞི་བ་ཞིག་ཕྲག་ཨེ་ནི་ཁོ་བ་ལས་ཐར་ཐུ་ཨེ་རེད་བསམ་བློ་བཏང་ཡང་ཚེ་ཕྱི་མིག་གི་རྣ།

བསྟན་ལ་ཐོབ་པར་འགྲོ། ད་དེ་འདྲའི་འགྲོ་བའི་ཕན་གང་ལྟར་དེ་འདྲས་ཀྱི་བསམ་བློ་བཏང་བསྡད་ཡ་དེ། ཡང་ཚེ་ཕྱི་མའི་གི་དེ་ཡིན་པ་རེད། ཅིག་གི་ཚེ་ཕྱི་མ་ལས་བི་ཀའི་ཆགས་ཞེན་བྱས་ནས་བསམ་བློ་བཏང་བསྡད་ཡ་ད་དེ་ཚོའི་རིགས་དེ་དོར་དགོས་ཡ། དེ་འདྲའི་རིགས་དེ་མ་དོར་བ་ཡིན་ན་ང་རང་ཚོ་འཁོར་བ་ལས་ཐར་ཡ་དེ་ཡང་ཁག་པོ་རེད་གང་ཡིན་ཟེར་ན་ངེས་འབྱུང་གི་བསམ་པ་དེ་སྐྱེ་ཐུབ་ཡ་ཁག་པོ་རེད། དག་ན་བཞིན་ངེས་འབྱུང་གི་བསམ་པ་སྐྱེ་ཡ་ཁག་པོ་དང་དག་ན་བཞིན་གཞན་ལ་ཕན་པའི་བསམ་བློ་གཞན་ཕན་གྱི་བསམ་བློ་སྐྱེ་འཐུས་ཡ་དེ་ཡང་སྙིང་རྗེ་ཟེར་ཡ་སྐྱེ་འཐུས་ཡ་དེ་ཡང་ཁག་པོ་ཡིན་འདི་པ་དག་དེ་འདྲའི་གསུངས་ཡོད་རབས། གང་ལྟར་ཚེ་འདི་དང་ཚེ་ཕྱི་མ་གཉིས་ཀ་ལོག་འཁོར་བའི་བདེ་བ་ལ་ཆགས་ནས་ཨེ་ན་འབད་རྩོལ་བྱས་དེ་ཡ་དེ། ད་ང་ཚོ་ཚེ་འདི་གི། དེ། འདི་འདྲས་ཀྱི་བསམ་བློ་དེ་འདོར་བར་བྱེད་དགོས་རེད་ཚེ་འདི་གི་རྣ་ཞེས་དང་ཚེ་ཕྱི་མའི་རྣ་ཞེས་ཟེར་ཡ་དག་དེ་ཚོ། དེ་འདྲས་བསམ་དང་ནི་འགྲིག་འདུག་ད་དེ་འདྲས་ཀྱི་དེ་ནི་པའི། རྗེས་ཀྱི་ཚད་ཕྱི་མའི་གི་སྣང་ཞེས་འདོགས་ཡ་དེ་ཡང། ཨེ་ནི་ད་ལྟ་ཚིག། ཚིག་ཟིན་ཕི་ཀའི་བྱས་པ་ཡིན་ནི། ལས་འབྲས་མི་ལ་འཁོར་བའི་སྡུག་བསྔལ་རྣམས་ཡང་ཡང་ཚང་ནས་ཕྱི་མའི་སྣང་ཆུ་འདི་རུ་གསུངས་དེ་ཡང་གི། ཨེ་ནི། ལས་འབྲས་ཀྱི་རྣམ་གཞག་འདི་ཞིབ་ཅིང་ཕྲ་བ་ཧ་གོ་ཡ། ལས་འབྲས་ཀྱི་རྣམ་གཞག་ལ་ཡ། ཡ། པས། རྗེས་ཀྱི། གར་སོགས་རེ་ང་རང་ཚོ་མ་བཟུང་ནས། རྗེས་ཀྱི། སློབ་སྦྱོང་དང་མ་བཟུང་ནས་ཕི་ཀའི་བྱས་རྗེས་ལས་འབྲས་ཀྱི་རྣམ་གཞག་འདི་ཕི་ཀའི་ཡིད་ཚིམ་པར་བྱེད་ཐུབ་ཡ། ཅིག་ལས་འབྲས་ཀྱི་རྣམ་གཞག་འདི་ལ་པས། ཡིད། རྗེས་ཀྱི་པས། ད་ངེས་པ་རྙེད་ཐུབ་ཡ་ཅིག་ད་དེ་འདྲས་ཅིག་ཆགས་ཐུབ་པ་བྱས་ནས་བྱུང་སོང་ན། ད་ནི་ཚེ་ཕྱི་མའི་གི་སྣང་ཤེས་དེ་ཡང་ཨ་རང་བཞིན་གི་འདོགས་ཐུབ་ཡ་ཅིག་ཡོང་གི་རེད་གསུང་ཡ་ཅིག། དེ་འདྲས་ཡ་ད་ཚིག་རེ་བྱས་ནས་བཤད་པ་ཡིན་ན་དེ་འདྲས་ཡིན་པ་རེད། མ་དེ་ཡིན་པར་ད་ལས་འབྲས་ཀི་རྣམ་གཞག་བསམ་ཟིན་དུས་ལས་འབྲས་མི་བསླུ་བའི་ཚུལ་བསམ་པའི་ཐོག་ནས།

གར་སོང་གིར་མི་ལུས་བ་ཡིན་འདས་པ་འདི་འདྲས་དེ་ནི་པས། བསམ་བློ། ཡང་ནས་ཡང་དུ་བཏང་པ་དེ་ལ་བརྟེན་ནས་ཚེ་ཕྱི་མའི་ནང་བཞིན་འདོར་ཐབས་བྱ་དགོས་རེད། དེ་ལྟར་བསྒོམས་པས་ཁོ་བོའི་ཕུན་ཚོགས་ལ་ཡེ་མེའི་སྐད་ཅིག་ཙམ་ཡང་མི་སྐྱེ་ཞིང། ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་ནོར་བྱུང་ན་དེ་ཚེ་ངེས་འབྱུང་སྐྱེས་པ་ལགས་ཟེར་ནས་ད་ལྟའི་ངེས་འབྱུང་སྐྱེས་པའི་ཚད་ཡིན་པ་རེད། ཤོ་ལོ་ཀ་དེས་ཀྱི་ངེས་འབྱུང་སྐྱེས་པའི་ཚད་དེ་བསྟན་པ་རེད། ད་དེ་ཟེར་ཡོང་དུས། ད་ལྟ་འདིར། དེ་འདྲར་ཕི་ཁའི་བསམ་བློ་བཏང་ཡོང་དུས་ད། ཁོ་བོའི་གི། ཨན་པའི་ཟག་བཅས་ཀྱི་དལ་བ་དེ་ལ་ཡང་པས། ད་ལྟ་ང་རང་ཚོ་ཡིད་ཞིབ་པོ་ཅིག་སྨོན་གྱི་ཡོད་ལ་ད་དེ་འདྲས་ཀྱི་བོད་སྐད། ཉམས། ཉམས་ལེན། གནང་ཡོད་དུས་ད་དེ་ལ་ཡང་དེ་ནི་པས། ཡིད། སྨོན་པར་མ་ཡིན་པ་ད་པས། གར་སོང་རེད་ད་དེ་ཚོའི་རིགས་དེ་པས། ཡིད། ང་རང་ཚོའི་སྨོན་ཡང་དེ་ནོར་ཤ་བསམ་ས་འགྲུབ་ད་དེ། རེད་མི་འདུག་དེ་དེ་པས། སྡུག་བསྔལ་གྱི་རྒྱུ་རེད་ཤ་བསམ་འགྲུབ་ད་དེ། ང་རང་ཚོ་རེད་ཡ། མོ་ཀོག་ཡ་དེ་དེ་རེད་ཤ། རྒྱུ་འདི་ང་ཚོས་བསགས་དགོས་ཀྱི་མི་འདུག་བསམ་པ་གྲུབ་མཐའ་འདི་འདྲས་ཀྱི་བེ་གའི་བློ། བེ། བཅོས་མ་མ་ཡིན་པ་ཅིག། ང་རང་ཚོ་བཅོས་མ་མ་ཡིན་པ་ཟིན་ནས་རེད་ཡང་ན་ནི་ང་རང་ཚོའི་རྩོད་མེད་ཀྱི་དེ་ནི་བེའི་མྱོང་བ་ཐོན་ཐུབ་པ། བེ། འདུག་ཟེར་ནས་བལྟས་པ་དང་བེའི་སེམས་ཀྱི་ནང་ལོགས་ལ་དེ་གས་ཚང་མ་རང་བཞིན་གྱིས་འཁོར་ཐུབ་པ་ཅིག་མ་གཏོགས་ང་རང་ཚོས་བེ་ཤུགས་རྒྱབ་རྗེས་འདི་བེའི་བསམ་བློ་བཏང་རྗེས། བསམ་བློ་བཏང་མ་གོ་བ་འདི་འདྲས་བེའི་རང་བཞིན་གྱི་དེ་ནི་བེའི་ཡོང་དེ་ཡང་རྩོད་མེད་ཀྱི་མྱོང་བ་ཐོག་ཐུབ་པ་ཅིག་བྱུང་བ་ཡིན་ན་ནི། ད་ནི་ངེས་འབྱུང་སྐྱེ་བའི་ཚད་རེད། དེ་མ་བྱུང་གི་བར་དུ་ངེས་འབྱུང་སྐྱེ་བའི། ད་ཚད་དུ་མ་བཟོས་ནས་ལོང་མེད་པ་ཡིན་དུས་ང་རང་ཚོས་ད་འབད་རྩོལ་བྱེད་ཡག་དེ་འདི་ག་ཅིག་པ་དུ་འབད་རྩོལ་བྱ་དགོས་རེད་གསུང་ཡག་ཅིག་ད། ལམ་ད་མ་བཟོས་ནས་བསྟན་པ་ཡིན་པ་རེད། དེ་འདྲ་ཡིན་དུས་ག་ལ་ཡག་དེ་ནི། ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་ལ་ཞུགས་ན་དེ་ཚེ་ངེས་འབྱུང་སྐྱེ་བ་ལགས་ད་འཁོར་བ་འདི་ལས་ཐར་བ་ཅིག་བྱེད་དགོས་ཀྱི་འདུག་དེ་མ་བྱུང་ན་དཔེ། ཅིག་གི་ཚད་འདི་བི་ཀའི་བི་རྒྱ་རྒྱབ་ཐུག་ཏུ་བྱས་པ་ཡིན་ནས་ཕན་རླབས་ཁྱོན་ནས་མི་འདུག་གང་ལྟར་འཁོར་བ་འདི་ན་ལྷག་པའི་ཞུགས་བསྡད་ལ། ད་འགྲོ་བ་རིགས་དྲུག་གང་གིས་བི་ཀའི་སྐྱེ་བ་ཅིག་བླངས་པ་ཡིན་ནས་སྡུག་བསྔལ་གྱི་རང་བཞིན་ཅིག་མ་གཏོགས་མི་འདུག་དེ་ལས་ཐར་བར་ཅིག་བྱ་དགོས་ཀྱི་འདུག་བསམ་པས། ཨ་ནི་དེ་ཡང། པའི་ཉི་མ། གཅིག་འགྲོ་བ་ཆོས་ཚུལ་གཅིག་འགྲོ་བ་འདི་འདྲ་གི་བསམ་བློ་མ་ཡིན་པར་བསམ་བློ་དེ་ཡང་བས་ག་དུས་ཡིན་ནས་སེམས་ལ་ཡང་འཁོར་ཐུབ་པ་ཅིག་ཡོང་དགོས་ཡ་དེ་འཁོར་ཐུབ་པ་ཅིག་བྱུང་ནས་དེ་ནི་བས་ཡིད་འཁོར་བའི་སྲིད་པའི་འཁོར་བ་གི་དལ་བ་ལ་ཡང་དེ་ནི་བས་ཡིད་མ་ཆགས་པར་འོ་ད་དེ་འདྲ་ཞིག་བྱུང་ཐུབ་པ་ཡིན་ན་ཨ་ནི་ཅིག་གི་རྩོད་པ་མེད་པའི་ཐོག་ནས་མྱོང་བ་ཐོན་ཐུབ་པ་ཅིག་བྱུང་ན་ད་ངེས་འབྱུང་སྐྱེས་པའི་ཚད་རེད། དེ་འདྲ་ཡིན་དུས་དེ་ནས་ད་དེ་འདྲ་བའི་ངེས་འབྱུང་དེ་ང་རང་ཚོས་བསྐྱེད་དགོས་པ་ཡིན་པ་རེད། དེ་འདྲས་ཀྱི་ངེས་འབྱུང་གི་བསམ་པ་དེ་ད་ང་རང་ཚོས་འབད་རྩོལ་བྱེད་དགོས་ཡ། ད། སྙིང་རྗེ་གི། རེད་པ་ད། ཡང་ཕྱོགས་གཅིག་ནས་བྱས་ན་སྙིང་རྗེ་གི་ཐུན་མོང་མ་ཡིན་པའི་རྒྱུ་དེ་ངེས་འབྱུང་རེད། ངེས་འབྱུང་མེད་ན་སྙིང་རྗེ་སྐྱེ་བའི་གི་ཐུན་མོང་མ་ཡིན་པའི་རྒྱུ་དེ་ཚང་གི་ཡོད་མ་རེད། དེ་མེད་པ་ཡིན་ན་ནི། ཨ་ནི་སྙིང་རྗེ་ཟེར་ཡ་རུང་བྱང་ཆུབ་ཀྱི་སེམས་ཟེར་ཡ་ཟུར། ད་དོན་རྩོམ་པས་བཤད་པ་ཙམ་མ་གཏོགས། རྒྱལ་ཡ་དེ་ཁག་པོ་ཞུགས་ཅིག་ཡིན་པ་རེད། དེ་ས་དེ་ཡིན་དུས། སྙིང་རྗེ་ཐུན་མོང་མ་ཡིན་པའི་རྒྱུ། ངེས་འབྱུང་ཟེར་ཡ་དེ་ད་དེ་ག་ཅིག་གི་གལ་ཆེན་པོ་ཅིག་ཡིན་པ་ཡིན་དུས། ང་རང་ཚོས་འབད་རྩོལ་བྱེད་དགོས་ཀྱི་རེད། དེ་ཡང། ཨ་ནི། དེ་རེད། གར་ས། ཉིན་མཚན་ཀུན་ཏུ་ཐར་པ་དེ་ཉོན་རུ་བྱུང་ན་དེ་ཚེ་ངེས་འབྱུང་སྐྱེས་པ་ལགས་ཅན་གསུངས་དེ་ཡ་དེ། ད་ང་རང་ཚོ་བས་དུས་རྒྱུན་དུ་ནས་བསམ་བློ་བཏང་ཐུབ་ཡ་ཅིག་དེའི་ཐོག་ལ། ངེས་འབྱུང་གི་བས་ཚད་འདི་ག་ཅིག་མ་སླེབས་བར་དུ་ང་རང་ཚོས་བློས་མ་བཏང་བར་བྱས་ནས། ཆོས་དང་ཉམས་སུ་ལེན་ནས་བས་ཅིག། ཆོས་དེ་གི་ཉམས་སུ་ལེན་ནས་ཅིག་གྲུབ་འབྲས་ཐོན་པ་རེ་ཅིག་བྱས་གོ་དགོས་འདུག་ན་གོམ་པ་དང་པོ་ནས་ཡག་པོ་ཞིག་རྒྱབ་དགོས་ཡ་ཅིག། གོམ་པ་དང་པོ་ནས། ཨ་ནི་ལང་ཁན་ཚ་ཅིག་ལ་ཤོར་ན། ཨ་ཡོ་ཁོ་ཉན་ཐུ་ཙི་ཐུ་ཙི་ཐུ་ཙི་འདྲ་བུ། ཨོ་ད་དེ་ལོག་ཐུ་ཙི་ཐུ་ཙི་འདྲ་བུ། ཨོ་ད་དེ་འདྲས་འདྲ་བུ་ཅི་ཕེ་དྲི་ཐུ་ཙི་འདྲ་བུ་དེ་འདྲས་ཅིག་མ་གཏོགས་ཨ་ནི་རྒྱུ་ཆོས་ཞེ་ར་ཞེ་ར་བཏང་མ་ཐུབ་ན་ཀོ་ཡང་དེ་འདྲས་དེ་འདྲས་ཅིག་གི་བས། ང་རང་ཚོ་དེ་ལ་ཡང་གོམས་འདྲིས་འདྲ་བུ་དེ་དེ་འདྲས་ཅིག་བྱུང་སོང་ན་ཨ་ཆོས་ག་འདྲས་ཅིག་ཉམས་ལེན་བྱས་ནས་དེའི་ལང་དེ་ལ་ཡང་འགྲོ་བསྡད་ཡ་ཅིག་ཆགས་རུང། དེའི་གོམས་འདྲིས་དེའི་སྒང་ལ་ཡང་འགྲོ་བསྡད་ཡ་ཅིག་ཆགས་ན་ད་སྐྱོ་བོ་ཡིན་པ་རེད་ད་དེ་འདྲས་སྨན་བསྡད་པ་ཅིག་ད། ཅིག་ཁ་ཚུགས་རེད། འདི་འདྲའི་སྨན་འདེབས་ཅིག་བྱེད་དགོས་ཀྱི་ད་གལ་ཆེན་པོ་འདུག། བྱས་ཙང་འདི་འདྲ་ཡིན་དུས། ང་རང་ཚོ་བན། ཁོ་བན་གྱི་སྡུག་བསྔལ་དེ་ཡག་པོ་ཅིག་བསམ་མ་ཐུབ་ན། ཡང་ང་རང་ཚོ་དེ་ལ་ཡང་དེ་ལས་ཐར་འདོད་ཀྱི་བློ་སྐྱེ་གི་མ་རེད་ད་ནང་བཞིན་སེམས་ཅན་གཞན་ཡང་དེ་ལས་ཐར་བར་ང་རང་ཚོས་བྱེད་དགོས་ཀྱི་འདུག་བསམ་པའི་བསམ་བློ་དེ་ཡང་སྐྱེ་ཐུབ་ཀྱི་མ་རུང། གང་ཡིན་ཟེར་ན་ང་རང་ཚོ་བན། ཁོ་བ་དེ་སྡུག་བསྔལ་གྱི་རང་བཞིན་ཅིག་རེད་བི་ཁའི་བསམ་བློ་མ་བཏང་ན་སེམས་ཅན་དེ་གས་ཁོ་བའི་ནང་ལ་ལྷུང་བསྡད་ཡོད་རེད་སྡུག་བསྔལ་གྱི་རང་བཞིན་བན་སྡུག་བསྔལ་གྱི་མནར་བསྡད་ཡོད་རེད་ཟེར་དུས་ང་ཚོ། དེ་བསམ་བློ་ཁོག་མ་ཐུག་ཡ་ཅིག་ཆགས་འགྲོ་འདུག་བྱས་ཙང་དེ་ཡིན་དུས་དེ་འདྲས་འཁོར་ཡ་དེ། བྱང་ཆུབ་ཀྱི་སེམས་བྱང་ཆུབ་ཀྱི་སེམས་སྐྱེས་པ་ལ་ཡང་དེ་ཚོ་ཁོག་དགོས་པ་ཡིན་དུས་དེ། ཡིན་གཅིག་མིན་གཅིག་དངོས་ལ་ངེས་འབྱུང་དགོས་ཡ་དེ་གལ་ཆེན་པོ་འདུག་གོ་དེ་འདྲས་ཡིན་པ་རེད་དམ། དེ་འདྲས་ཡིན་དུས་ང་རང་ཚོ། ལམ་བསླབ་པ་ཟུང་གི་ལམ་གྱི་རིམ་པ་དེ་ཡང། ཨེ་ནི་བྱང་ཆུབ་ལམ་གྱི་རིམ་པ། ལ་ཡང་འདུས་ནས་བསྟན་བཞག་པ། དེ་འདྲས་ཡིན་པ་ཡིན་དུས་ད་དེ་འདྲ་བའི་བྱང་ཆུབ་ལམ་གྱི་རིམ་པ་དེ། ཨ་ནི་ཚུར་འདུས་པ་ཡིན་ནམ་དང། སྐྱེས་བུ་ཆེན་པོ་སྐྱེས་བུ་འབྲིང། སྐྱེས་བུ་ཆུང་ངུ་དང་སྐྱེས་བུ་འབྲིང་དང་སྐྱེས་བུ་ཆེན་པོ་བཅས་ནི་ཡོད་དད་པ། དེ་འདྲས་ཀྱི་དེ་ནི་པའི། གཅིག་གི་བསྟན་ས་བཞི་དེ་ཡང་དེ་ནི་པའི་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་ཡིན་དད་པ། ཨོ་ད་དེ་ལ་ཡང་དེ་ནི་ཐོས་བསམ་བྱེད་དགོས་ཡང་དེ་གལ་ཆེན་པོ་ཡིན་དད་པ་གཅིག་དང། དེ་འདྲས་གསུངས་ཀྱི་ཡོག་རེད། ད་དེ་ནས་དེའི་ཞུ་རེ་ཡ། ངེས་འབྱུང་དེ་ཡང་རྣམ་དག་སེམས་བསྐྱེད་ཀྱིས་ཟིན་པ་མེད་ན་བླ་མེད་བྱང་ཆུབ་ཀྱི་ཕུན་ཚོགས་དལ་བའི་རྒྱུ་རུ་མི་འགྱུར་བས་བློ་ལྡན་རྣམས་ཀྱིས་བྱང་ཆུབ་སེམས་མཆོག་བསྐྱེད་ཅེས་ནི་གསུངས་བསྡད་ཡ་སྟེ། ད་ངེས་འབྱུང་ཙམ་གྱིས་པས་ངེས་འབྱུང་བསྐྱེད་པ་ཙམ་གྱིས་གོ་བ་ལས་མཐར་ཐུག་མ་རེད་གསུང་བ་ཡིན་པ་རེད་ད། བྱས་ཙང་དེ་ཡིན་དུས་ངེས་འབྱུང་གིས་བརྩིས་ཟིན་པས་ངེས་འབྱུང་སེམས་བསྐྱེད་ནི་བྱང་ཆུབ་ཀྱི་སེམས་ཀྱིས་བརྩིས་ཟིན་པ་ཅིག་དགོས་ཀྱི་རེད། བྱང་ཆུབ་ཀྱི་སེམས་ཀྱིས་བརྩིས་ཟིན་པ་ཅིག་བྱུང་ན། ཨ་ནི། བས། ཐ་བས་ཀྱི་རྒྱུ་ལ་འགྲོ་ཐུབ་བམ། ཨོ་ད་དེ་འདྲའི་ཞིག་ཡོང་གི་རེད་གསུངས་ནས་ཨ་ནི་བྱང་ཆུབ་ཀྱི་སེམས་ལ་ད་སྒོམ་དགོས་པ་དེ་གལ་ཆེན་པོ་ཡིན་པ་དེ་འདིའི་ཐོག་ནས་བསྟན་པ་ཡིན་པ་རེད། དེ་འདྲ་བས་དེ་ནི་བས། ངེས་འབྱུང་གི་སེམས་དེ་ད་དེ་དེ་རེད་བཟོ་བྱས་ཀར། ང་རང་ཚོ་འཁོར་བ་ལས་ཐར་བར་བྱེད་པ་ལ། ཨ་ནི་བྱང་ཆུབ་ཀྱི་སེམས་དེ་ཡིན་གཅིག་མི་གཅིག་གོ་ཧ་ཅིག། ད་ན་བྱིངས་ཀྱི་འཁོར་བ་ལས་ཐར་བ་ལ་ཡང་ངེས་འབྱུང་གི་སེམས་དེ་ཡིན་གཅིག་མི་གཅིག་གོ་གོ་ངེས་པ་ཞིག་ཡིན་པ་རེད། ཡེ་ནས་ཡང་ངེས་འབྱུང་གི་སེམས། བས། སྐྱེས་པ་ཙམ་གྱིས་འཁོར་བ་ལས་ཐག་ཐུག་གི་རུས་པའི་ཕྱེད་ནི་ཚུལ། ནི། འཁོར་བ་ལས། ཁྱད་པར་དུ་གོ་བར་བྱས། ད་དེ་ཡང་དེ་སྔ་རང་ཚུལ། སྐྱེས་མ་ཐུག་ཡ། ཅིག་སྐྱེས་གུག་རུས་ཆེན་བཤད་ཀྱི་ཡོག་མ་རུ་གང་ལྟར་ངེས་འབྱུང་གི་སེམས་དེ་སྐྱེས་ཡོད་ན། ཀོ་རྒྱུ་འདི་མ་བཟོས་ནས་ཐུན་མོང་མ་ཡིན་པའི་རྒྱུ་དེ་ཆ་ཚང་བ་ཅིག་ཚང་ཡོད་དུས་ད་ཀོ་དེ་བསམ་བློ་ཅིག་བལྟས་ཚེ་བསམ་བློ་བཏང་སྟངས་ཅིག་གི་ཐོག་ནས་བྱང་ཆུབ་ཀྱི་སེམས་བསྐྱེད་ཐུབ་ཡ་ཡོང་གི་ཡོད་རེད་མོད་བྱས་ཚེ་དེ་ཡིན་དུས་བྱང་ཆུབ་ཀྱི་སེམས་དེ་ངེས་པར་དུ་གོ་བ་ཅིག་སོང་བ་ཡིན་པ་རེད། འོ་ད་དེ་འདྲ་བའི་བྱང་ཆུབ་ཀྱི་སེམས་དེ་ད་ང་རང་ཚོས་བོད་སྐད་སྐྱེད་ཐབས་བྱས་ཡོད་དུས་ཨེ་ནི་ཅིག་འགྲོ་བ། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས། ཨ་ནི་སེམས་བསྐྱེད་པ་ལ་སོགས་པ་དག་རྣམས་བཞིན་གྱི་ཡང་དག་ཞིང་མཉམ་རྗེས་ཀྱི་སྒོ་ནས་སེམས་བསྐྱེད་པ་ལ་སོགས་པ་དག་དེ་འདྲ་ལ་བརྟེན་ནས་གང་ལྟར་ང་རང་ཚོའི་བའི་སེམས་ཀྱི་ནང་ལོགས་ལ་ཡང་བྱམས་པ་དང་སྙིང་རྗེ་གྱི་ཅིག་ས་བོན་དུ་མ་བཟུང་ནས་སྔ་མ་ནས་ཡོད་བསྡད་པའི་སངས་རྒྱས་ཐོབ་པར་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པའི་ནུས་པ་དུ་མ་བཟུང་ནས་ཆུང་ཆུང་ཅིག་ང་རང་ཚོའི་བའི་གི་སེམས་ཀྱི་ནང་ལོགས་ལ་ཡོད་བསྡད་པ་དེ། ང་རང་ཚོས་བསལ་མ་ཐུབ་པའི་བྱས་ནས་ཉོན་མོངས་པའི་སྤྲིན་བལ་གྱིས་ཕུད་ཀྱི་སྐབས་འདས་པ། ཡིན་འདས་པ་དེ། ད་དམ་པའི་ཆོས་ལ་བརྟེན་ནས་སེལ་ཐུབ་པ་ཡོང་ཡ་ཅིག། འོ་ད་དེ་འདྲས་ཀྱི་ས་བོན་དེ་རྒྱས་པར་བྱས་ཐུབ་ཡ་ཅིག་ད་འབད་བརྩོན་བྱེད་དགོས། དེ་འདྲས་རྒྱས་ཡོད་དུས་བྱམས་པ་དང་སྙིང་རྗེ་གྱི་སེམས། བཅུ་དྲག་ཆུ་བོ་བཞི་ཟེར་ཡ་དེ། ཡང་ང་རང་ཚོས་དང། སྲིད་པའི་ཆུ་བོ་དང། ད་ཨ་ནང་བྱིངས་ཀྱི་དེ་ནི་ལྟ་བའི་ཆུ་དང། དེ་ནི་དཔལ། མ་རིག་པའི་ཆུ་བོ་ལ་སོགས་པ་ཆུ་བོ་བཞི། དེ་ལ་ཕི་ཀའི། གནོད་སེམས་བྱེད་ཡག་གི་སེམས་དེ་ཡང་རང་བཞིན་གྱི་འགག་འགྲོ་ཡང་རང་བཞིན་གྱི་མྱུར་འགྲོ་ཅིག། ད་དེ་བརྒྱ་ཆ་བརྒྱ་ཕན་ཐོགས་རེད། བྱས་ཚེ་དེ་ཡིན་དུས་དེ་ང་རང་ཚོས་འབད་རྩོལ་བྱས་ཁུག་འདུག། ཚོང་པ་ཆེན་པོ་དེ་ཚོ་བྲལ་ཏེ། དེ་འདྲའི་ཐུགས་ནི་སྐྱེ། ཞེས་པ་དེ་རེད། བསམ་བློ་ཤུགས་ཆེན་པོ་འཁོར་ངེས་འདུག། ད་དེ་ཞི་ར། པས་གཏན་གཏན་པ་ཟེར་བྱ་མེད་པས་སོ་སོས་དཀའ་ལས་བརྒྱབ་རྗེས་པས། ཆེན་པོ་ཆགས་པ་ཡིན་བསམ་བསམ་འགྲུབ་ཅིག་ད་ཡིན་ན་ཡང་ཆེན་པོ་ཆགས་ཡག་གི། སོ་སོ་གི་ཚོང་ར་ཞིག་ཡིན་ནའི་ཚོང་དེ་གཅིག་གི་མི་གཅིག་གི་སེམས་ཅན་གཞན་གཅིག་གི་ད་ཅིག་ལས་ཀ་བསྐུལ་ས་ཡིན་ནའི་སེམས་ཅན་མང་པོ་ལས་ཀ་བྱེད་མཁན་ཚོང་ར་ཡིན་ནའི་བཟོ་གྲ་དེར་མི་མང་པོ་ལས་ཀ་བྱེད་མཁན་གཅིག་དགུ་བྱས་ནས་གསུངས་ཡོད་དུས་ད་སྟོང་ཉིད་རྟོགས་པའི་ཤེས་རབ་ཡང་དག་པའི་ལྟ་བ་ལ་གོམས་པར་བྱེད་དགོས་རེད་གསུངས་ཡང་ད་རྒྱུ་མཚན་འདིའི་ཐོག་ནས་གསུང་གི་ཡོད་པ་ཡིན་པ་རེད། བྱས་པ་ཕི་གའི་བཅོམ་པོ། ཐུ་ཡ་དེ་ཡང་སྟོང་ཉིད་རྟོགས་པའི་ཤར་བུར་བསྟན་ནས་ཨ་ནི་བཅོམ་པར་བྱ་དགོས་རེད་དེ་མ་གཏོགས་ཉིན་མོ་བི་གའི་ཞིག་གནས་སྐབས་ཀྱི་བི་གའི་མགོ་རྣོན་པོ་འགྲོ་བ་དང་བི་གའི་ཐོག་ནས་ཐུག་ན་ཨ་ནི་མཐར་འཛིན་གྱི་དེ་ནི་པའི་ལྟ་བ་ལོག་པའི་གི་དེ་ནི་པའི་འཕྲོག་པ་འགྲོ་གི་མ་རེད་གསུང་ཡ་ཅིག་མེད་པར་ཆགས་ཐུག་གི་མ་རེད་གནས་ཐུག་གི་རེད་གསུང་ཡ་ཅིག། འོ་དེ་ཡིན་པ་རེད་ད་ལྟའི་གི་ཨ་ནི་ཇོ་ཁོ་ལོ་མོ་རྫོང།